པུར་སྟོང་རིན་པོ་ཆེའི་དགུང་ལོ་སུམ་ཅུ་སོ་གཅིག་གི་ཐོག་སྔོན་ན་ཇོ་བོ་རྗེ་ཨ་ཏི་ཤའི་གཤིན་རྗེའི་བླ་པའི་གནས། ད་ཞྭ་ལག་ཕུག་ན་རི་ཕུག་ཟེར་ས་བོ་ད་ན་རི་ཕུག་བདེ་ཆེན་ཆོས་རྗེ་ཕོབ་ཁྲང་ཟེར་ན་ད་གསར་དུ་དགོན་པ་གསར་བ་གི་འཛིན་ན་འདྲ་གི་དགོན་པ་ཧ་ར་རྒྱབ་བྱེད་ན་དེ་རིང་རྒྱབ་ནས་ཡིན་ས་རེད། ད་ག་རི་ཕུག་དུ་འཇལ་རི་སི། ཀུན་མཁྱེན་དབྱིག་གཟུམ་ཤག་དེ་སྐལ་བ་གཅིག་གི་ས་གཞར་བ་ལ་མཚོན་ཀྱང་མེད་པ། དགོན་ནས་དབུལ་འོང་བ་མ་གཏོགས་སྐར་ཁུང་ཡང་མ་བཏོད་པ། ད་ལྟའི་གྲྭ་རྐྱང་དཀྱུས་མ་ཚོ་ཡང་སྡོམ་མི་སྤྲོ་བ་དེ་འདྲ་ཞིག་རེད་གསུང་གོ།

བོ་སྟོན་རིན་པོ་ཆེ་གཟིགས་ཞག་ན་ཆི་ཟི་རེ་ཨེད་ཟི་གི་འོག་གི་ལོ་རྒྱུས་ཀྱི་སྟེང་གི་དུས་རབས་གཅིག་གི་སྤྱི་བོ་ཆེན་པོ་གཅིག་རེད། དུས་རབས་གཅིག་པ་བོ་ཁ་བ་གངས་ཅན་ཧྲིལ་བོ་ཤུགས་རྐྱེན་ཆེ་བའི་བླ་མ་སྐྱེས་བུ་དམ་པ་ཞིག་རེད། སྤྱིར་ན་བོ་སྟོན་རིན་པོ་ཆེ་ཁོང་ད་བོ་སྟོན་རིན་པོ་ཆེ་ཕར་ཆེ་བྲག་ཆེན་འདིའི་ནང་ནས་ཆེ་རྣམ་པའི་ནང་ནས་སྐོར་ཟིག་གི་བོ་སྟོན་རིན་པོ་ཆེའི་ལོ་རྒྱུས་མཁྱེན་དགོས་རྒྱུ་རེད་ལ། ཁོང་རྙིང་མའི་བླ་ཆེན་ཟིག་གི་གྲུབ་ཐོབ་ཆེན་པོ་ཟིག་གི་ཧྲིག་རེད། ད་བྱ་རྫི་ནི་མགོ་བྲག་ཏུ་རྒྱལ་མཚན་བར་བཟང་གི་ཤྲཱི་རེད། དེ་ནི་ཁོང་གི་ཡུམ་གྱི་མཚན་ནི་བསོད་ནམས་འབུམ་འཛིན་ཡིན་ས་རེད། དེ་ནས་ཁོང་སྤྱིར་བཏང་སྐུ་འཁྲུངས་ས་བའི་ཁྱིམ་ཚང། ཉང་ཤོག་གི་གྲུབ་ཐོབ་ཆེན་པོ་བླ་མ་ཆེན་པོ་ཟིག་གི་ཁྱིམ་ཚང་རེད། དེའི་ཟིག་གི་ཁྱིམ་ཚང་གི་ཤེས་རིག་གི་འཁོར་ཡུག་རང་བཞིན་གྱི་ཡག་ནི་རེད། དེ་ནས་དགུང་ལོ་ལྔ་གི་ཐོག་ནས་ཡུམ་གྱི་མདུན་ནས་གློག་ལྷབ་ནི་རེད། དགུང་ལོ་ལྔའི་ཐོག་ནས་ཡུམ་གྱི་མདུན་ནས་གློག་ལྷབ། དེ་ནས་ཀ་ལེ་ཀ་ལེ་བརྡབ་སྤྲོད་པ་དང་སྒྲ་རིག་པ་ལ་སོགས་སྦྱངས། དག་ཡིན། ད་ནི་དགུང་ལོ་བཅོ་གཅིག་གི་ཐོག་རབ་ཏུ་བྱུང་ནི་རེད། དགུང་ལོ་བཅོ་གཅིག་གི་ཐོག་རབ་ཏུ་བྱུང་ཡི་རྗེས་ནི། ད་ཆ་ཟི་ནའི་མགོ། ཉང་མིའི་བླ་མ་ཟེ་ག་ཚེ་ཁྲིམས་སྐྱོང་ནི་ཟེ་རྗེས་ཀྱི་མདུན་ནི། སྔ་འགྱུར་ཉང་མིའི། གཟགས་གནོད་མང་པོ་ཁོང་རིགས་ཀྱི་དེབ་བསྒྱངས་ནི་རེད། དེབ་བསྒྱངས་བར་མ་ཟད་བཟོ་རིག་དང་བཟོ་རིག་བར་ལ་སོགས་པ་ཡང་བསྒྱངས། དེ་ནས་ད་ཁོང་གི། དེ་ནས་ད་ཁྱེད་ཚང་ལྷོ་བསོད་ནམས་མགོན་པོའི་མདུན་ནས། ཝེར་མ་དང་ཚད་མ་ཕར་ཕྱིན་ལ་སོགས་པ་དག་ཤི་བྱིན་པའི་རྒྱུ་འམ་ཟན་ངོ་ནས་དྲངས་ནས་སྐབས་ཀྱི་སྡུག་རུས་བློ་ཡུལ་དུ་མི་ཤོང་བ་ཙམ་ཟེར་འདི་རེད་ཟེར་གོ། ལྷག་པར་དུ། ད་ཁོང་དགུང་ལོ་ཉི་ཤུ་ནང་ཟིག་ཡོད་ནས་སྐལ་བ། ལོ་གཉིས་ཀྱི་རིང། ཁྱེད་ཟིག་གོ་ནི་རེད་གོ། ད། སྡུག་རུས་རྒྱབ་ནི་ཚད་དུ་ཟ་མ་ཡིན་ན་ཡང་མགྱོགས་པ་ཟིག་ཟ་ཁོམ་མེད་ཀྱི་ནི་ན་དེ་མིན་སྡུག་རུས་ཟིག་རྒྱབ་ནི་རེད་ཟེར་བར་ཟིག་ཁོང་གི་གོམ་པ་ཐམས་ཅད་པོ་ཐོན་སོང་ན་ད་དེ། ལྷུན་པོ་རྒྱག་མ་ཐུབ་བ་དུས་ཚོད་ཀྱི་དུས་བ་ཚ་ན་དང་ལྷུན་པོ་རྒྱག་མ་ཐུབ་བ་དུས་མིན་རེད་ཟེར་ད་གར་ཚང་དེ་རང་གི་ང་ཅག་གིས་ལྟོས་ཟིག་སློབ་སྦྱོང་གི་དུས་ཚོད་ཀྱི་དབང་གིས་རྒྱབ་ཀྱི་དཀོན་པ་ཐེབས་སོང་ན་ལྷུན་པོ་རྒྱག་མ་ཐུབ་ནི་རེད་ཟེར་ཟིག་ད་བློ་ཡིད་ལས་འདས་བ་ལྟ་བུ་ཟེར་བྱ་རེད་དེ་སྔོན་གྱི་སྤྱི་བོའི་དམ་པ་རྣམས་ཀྱིས་བརྟག་གནང་ནི་རེད་ཟིག་དེ་ནས་ད་དགུང་ལོ་ཉི་ཤུ་རྩ་གཅིག་རྩ་གཉིས་ཀྱི་ཐོག་ནས་དབུས་གཙང་གི་ཤོག་ཁ་གང་ས་གང་བ་ཤོད་ནི་ད་སྤྲ་སྐུར་འཛིན་ནི་རེད་ད་ནང་ནང་གི་ཆེས་རྟོག་འགྱུར་ཁྲིད་པའི་སྐལ་བ་རྗེ་རིན་པོ་ཆེས་གང་ས་གང་བ་སྤྲ་སྐུར་ཤོད་འཛིན་ནི་ཤོད་ནི་ལོ་རྒྱུས་ཁྱེད་རྣམས་པ་བཞུགས་བ་ལྟར་བྲིས་ད་སྐབས་ད་དུང་མཁས་པ་ཆེན་པོ་ཟེར་ཡིན་ན་མཁས་པའི་དྲི་བ་དག་གང་ནས་ཟིན་ན་བྲལ་སྐོར་གྱི་ཐོག་ནས་བཅག་དགོས་ནི་རེད་ད་བྲལ་སྐོར་གྱི་ཐོག་ནས་ཆོས་སློབ་སྦྱོང་གི་ཆུ་ཚད་ཆེ་མི་ཟིན་མངོན་དགོས་ནི་རེད་ར་ད་གི་སྐབས་ད་དུས་ད་སྐད་གྲགས་ཅན་གྱི་གསང་ནས་ཡིན་ན་ད་ལྷོ་ཁ་ཧོར་ཟླ་སངས་རྒྱས་ད་འཇམ་དཔྱད་ལ་སོགས་པ་ད་བོར་སྟོན་རིན་པོ་ཆེའི་བྲལ་སྐོར་གྱི་སྐད་རྩོད་པའི་རིགས་ལམ་གྱི་ཚབ་བྱས་ནི་ད་བཅག་སོང་ནི་རེད་ཟེར་སྐད་གྲགས་ཆགས་རྒྱུ་དབུས་ནས་ཡང་ད་ཤག་ཅལ་རིན་ཆེན་ལ་སོགས་པ་ད་དེ་ལ་སོགས་པ་ཐམས་ཅད་པོ་དེ་མིག་མཁས་པ་གྲགས་ཅན་བཞི་ནས་ཁོང་རྒྱར་སོང་ནི་གི་བཅག་སོང་ནི་རེད་ཟེར་ག་གི་ད། ལྕགས་ཀྱུ། དང་འཇམ་དཔྱད་རྫི་ན་ཤི་ག་རྗེ་རིན་པོ་ཆེ་ནང་ནང་ཕར་ཕྱིན་སྟོང་སྐུ་བརྒྱང་དུ་འཇམ་དཔྱད་ཁྲི་ཀ་གི་ཐོག་ནས་བསྟན་ནས་མཛད་ཀྱི་འཇམ་དཔྱད་ཏི་རི་སློབ་དཔོན་ཏི་འཇམ་དཔྱད་དང་དཔལ་ལྡན་སངས་རྒྱས་ལ་སོགས་པ་ནས་སྦྱར་སོང་ནི་འོད་སྟོང་རིན་པོ་ཆེ་མཚན་གྱི་གྲགས་པ་ཏི་ནི་རྗེ་ནི་རེད། ད་གི་མྱ་ངན་འོད་སྟོང་ཆེ་ཟིག་ག་ཐུག་སོང་ནི་རེད་ཟིག་གི་ད་ཧ་སྤྱིར་བཏང་གི་སློབ་དཔོན་ཆེན་པོ་རེད་ར་འོད་ཕ་སྟོན་པ་ཞིག་ལ་འོད་སྟོན་པ་ཟེར་འཁྲུངས་དོག་གི་འོད་ཟེར་ནི་མ་ཁོང་རི་གི་མཚན་ཏག་ཏོག་གི་ཉི་གི་འོད་སྟོན་རྫི་ནི་མ་རེད་ར་རིན་ཆེན་དོན་གྲུབ་རྫི་ནི་རེད་ར་ད་གི་འོད་སྟོན་གྲུབ་རིན་ཆེན་རྫི་ནི་རེད་གོ་ག་རེད། སྟོན་ཆེན་དོན་གྲུབ་ལ་ཨོན་ཆེན་དོན་གྲུབ་རེད། དེ་གི་ཧ་སྟོན་པ་ཞིག་ལ་བུ་སྟོན་པ་ཟིག་འཁྲུངས་འདུག་གི་ཟིག་དེ་ཡི་ཅག་སོང་ནི་གི་དེ་གི་མྱ་ང་བུ་སྟོན་ཟིག་ནི་རེད་ཟིག་གི་ད་དེ་མི་ཟིག་རེད། དེ་ནས་ད་ཁོང་གི་གཙོ་བོ་ད་དགུང་ལོ་སུམ་ཅུ་སོག་གཅིག་གི་ཐོག་ཡོང་ནི་ད་ཞྭ་ལི་ནས་རི་ཕུག་ཏུ་བདེ་ཆེན་ཆོས་ཀྱི་ཕོབ་གྲངས་བཏབ་ནི་ཆོ་ག་དགེ་འདུན་པ་སྟོང་ཕྲག་གསུམ་འདུ་ནི་རེད་ཟིག་དེ་ཐམས་ཅད་ད་ཆོས་ཀྱི་འཁོར་ལོ་བསྐོར་བ་ལ་སོགས་འཛིན་ནི་རེད་ད། དེ་ལས་ཀྱང་གདན་ས་ཁྲོ་ཕུ་ནས་ད་ཁོང་གི

ད་རྒྱ་གར་དུ་རྒྱལ་རོགས་ཤིག་ཆེན་པོ་ཅང་ཡོད་ས་མ་རེད་ད། བིར་དཱ་ཡ་སྐད་འདྲ་འདྲ་ད་དེ་མི་ཟིན་ས་རེད་དེ་གི་རྒྱལ་རོགས་དེ་ཡང་ཁོང་བ་སྐུ་བསྐུར་གི་སྐྱིད་ལ་སོགས་པ་དུ་མང་བོ་ཐོག་ནི་རེད། དེའི་མི་ཚད་དེ་དུས་གི་རྒྱ་ནག་གོང་མི་ཡང་ཁོང་དགུང་ལོ་ལྔ་བཅུ་ནང་ཟིག་གི་ཐོག་དམར་རག་གདན་འདྲེན་གཞི་གཅིག་གི་ཟས་རིགས་བ་དཱ་དུ་སོགས་བཏང་ནི་རེད་ད་ཁོང་མ་བཤོལ་ནི་རེད་ད་སོང་གོ་གི་ད་ཁོང་གི་མཚན་སྙན་ཆེ་བའི་ཚད་ནི་འགྲོ་དེ་མི་ཟིན་རེད་ད། དེའི་མི་ཚད་ད་ཁོང་སྐུ་དངོས་སུ་རྒྱ་གར་འཕགས་པའི་ཡུལ་ར་དེ་རིགས་མ་བྱོན་ཟིན་ད། ཡིན་རུང་རྒྱ་གར་གི་ལྷོ་ནུབ། ཆཱ་ཟི་གོ་ནི་རེད་གོ། ལྷོ་ནུབ། ཁ་ཆེ་ཡུལ་ལ་སོགས་པའི་གི་སྐད་ཡིག་ཧ་ལས་པ་མཁྱེན་ནི་རེད་ཟེར་ཁོང་ལོ་ཙཱ་བ་ཆེན་པོ་ཟེར་རེད་ར་དུང་དཀར་རིན་པོ་ཆེ་ལྟ་བ་ཟེར་ན་ལོ་ཙཱ་བ་ཆེན་པོ་བུར་སྟོད་རིན་ཆེན་གྲུབ་བུ་ཟེར་ན་དེ་གཉིས་ཀྱི་དེ་རིགས་ནི་གདེང་འཇོག་གནང་མི་སྲིད་རེད་ར། དེའི་ཚིག་གི་སྒྲ་རིག་པའི་མཁས་པ་ལེགས་སྦྱར་གྱི་གཞུང་བ་མཁས་པ་ཆེན་པོ་རེད།

འོར་སྟོང་རིན་པོ་ཆེ་ཁོང་རྣམ་པ་གཉིས་ཀ་ད་འོག་གི་ཤིང་རྟ་བ་ཆེན་པོ་གཉིས་ལྟ་བ་བཟོ་ཆགས་འདུག་གུ་ར། ད་ལྟའི་སྟེང་ནས་ཧ་ཅང་གི་མཛོད་རྒྱུ་ཆེན་པོ་རེད། དེ་ནས། ད་སྤྱིར་བཏང་རྒྱ་རིགས་བཀའ་འགྱུར་རོ་ཅོག་དང་བསྟན་བཅོས་འགྱུར་རོ་ཅོག་ཐམས་ཅད་པོ་སྣར་ཐང་ནས་ཕྱོགས་གཅིག་ཏུ་བསྡུ་མཁན་བཅོམ་ལྡན་རིག་པའི་རལ་གྲི་རེད། ད་དེའི་རྗེས་སུ་འོར་སྟོང་རིན་པོ་ཆེའང་དེ་གཞི་བཏགས་ཡིན། ད་དེའི་དཀར་ཆག་ལ་སོགས་པ་མཛད་རྒྱུའི་ཐོག་ཧ་ལས་པ། བཞི་བཞི་བཞི་བཞི་ནས་གང་ལྟར་མདོར་ན་ང་ཚོའི་འོག་གི་རིག་གནས་ལོ་རྒྱུས་ཀྱི་སྟེང་གི་མི་སེར་གྱི་སྒྲོན་མེ་ལྟ་བུའི་སློབ་དཔོན་ཆེན་པོ་དེ་མི་སེར་རེད། ད་དེའི་རྣམ་ཐར་རྒྱས་པ་རེ་ཁྱེད་རྣམ་པས་གཟིགས་པ་ན་དཀའ་ལས་དཀའ་ལས་སྐྱེས་ན་འགྲིག་གི། ད་དེ་འདྲའི་གི་སྤྱི་བོའི་ཆེན་པོ་ཟེར་ར་གདུལ་བྱ་སྟོང་ཕྲག་མང་ཡོད་ནས་ཕྱོགས་མཐའ་ཁུལ་གྱི་རྒྱལ་པོ་ཐམས་ཅད་ཀྱི་གདན་འདྲེན་བྱེད་གི་འདུག་ཀྱི་བླ་མ་ཆེན་པོ་དེ་མི་སེར་རེད། ཡིན་ན་ཡང། ལྷག་པར་དུ་ཁོང། གཞའ་ལས་ཕེབས་ཀུན་ནང་ནས་ཀྱིས་ཁོང་གི་མཆོད་འབྲིང་ལྟར་ན་ཁོང་གི་མཚན་སྙན་གྲགས་རྒྱས་ནད་ཁུང་སྐྱེ་བོ་ཆེན་པོ་ཕྱག་འཚལ་ཞིང་གི་དུས་རེད། རེད་དེ་ད་གཞའ་ལས་བྱོན་ཚར་བའི་རྗེས་ཀྱི་གཟིམ་ཤག་ཆེན་མོ་ཟེར་ཡས་ཟེར་དུས་སྐལ་བ་གཅིག་གི་ས་གཞར་བ་ལ་མཚོན་ཀྱང་མེད་པ་དེ་མི་ཟེར་རེད་གསུངས་གོ་གི་ད་དགེ་འདུན་ཆོས་འཕེལ་གྱི་ད་ལྟའི་གྲྭ་རྐྱང་དཀྱུས་མ་ཚོའི་ནང་སྡོད་མི་སྤྲོ་བ་ཞིག་རེད་ད་དགེ་འདུན་ཆོས་འཕེལ་གྱི་སྐབས་ཀྱི་གྲྭ་རྐྱང་དཀྱུས་མ་ཚོ་སྡོད་མ་སྤྲོ་དུས་ད་ལྟའི་གྲྭ་རྐྱང་དཀྱུས་མ་ཚོ་དེ་ལས་ཀྱང་སྡོད་མི་སྤྲོ་གི་ར་དེ་མི་ཟེར་རེད། གཤེགས་པའི་འགངས་ཆེན་དེ་རྣམས་ཞང་སྒམ་སྐྱ་བོ་འཕང་གཏུམ་ཐོག་གསུམ་ལ་ཚོང་རྐང་ཆད་པ་ཧྲིལ་དུ་མཐོ་དྲུག་ཡོད་པ་གཉིས་ཀྱི་ནང་དུ་གཅིག་འདུག་པར་སྒམ་དེ་ཡང་ཝུར་སྟོན་གྱི་ཡིན་ཟེར་རེད། དེ་ནས་ཝུར་སྟོན་རིན་པོ་ཆེས་ཁོང་གི་ནང་སྣུམ་བཟོས་དང་འདྲ་གི་ད་ཁོང་གི་ཕྱིར་བཞག་ཁོང་གི་ཕྱག་རྫི་དེ་མི་ཤོང་སྒམ་སྐྱ་བོ་ཟེར་ག་གཉིས་ཡོད་གི་ཟེར་ཡོད་གི་དེ་ཡར་རམ་མཐོ་མིན་ན་མཐོ་གསུམ་ཡར་ར་ཚད་བརྩི་གི་དེའི་མཐོ་གསུམ་གི་སྟེང་ནས་ཚོང་རྐང་གི་མཐོ་གསུམ་མི་འདང་གི་ཟེར།

དེའི་ནང་དུ་འོ་དཔེ་དྲི་མ་མང་པོ་ཡང་འདུག་སུ་ལའང་རྒྱུས་མེད་པའི་དཔེ་རང་ཞིག་སྐུ་ཐུམ་དགུ་ཙམ་གྱིས་བྲིས་ནས་འདུག་པར་ཞལ་བཞེས་དེའི་ནང་ན་དཔེ་རང་ཟེར་བ་དགའ་ཟེར་དེ་དཔེ་རང་དུ་དེ་གི་བདུག་སྒོག་ཉེར་ལ་སོགས་པ་དང་དེ་གི་བདག་པོ་ཐམས་ཅད་དང་བྲིས་ན་སུས་ཀྱང་རྒྱུས་མེད་གི་ཟེར་ད་བསྟན་རྩ་ཆེན་པོ་འདྲ་ཟིག་ཁ་བཤད་ཡོད་རྒྱུ་མ་རེད་ར། དེ་ནས་ཁ་འདི་རིགས་བྱེད་དགོས་བྱེད་དགོས་བྱེད་དགོས་སྐུ་ཐུམ་དགུ་བརྒྱབ་ཞོག་གི་ཟེར། ད་ཐུན་མོང་བརྒྱབ་རྒྱུ་འོ་དོགས་རྣག་གི་དུ་བ་ཡིན་ན་ཡང་སྐུལ་ལྕག་ཧ་ཅང་གི་རྩ་ཆེན་པོ་ཡིན་པའི་མཚོན་རྟགས་འདྲ་ཟེར་ག་ཚིག་གོ་འདི་རེད་ཐུན་མོང་གཅིག་བརྒྱབ་གཉིས་བརྒྱབ་གསུམ་བརྒྱབ། ད་ལྟའི་ཐུན་མང་བརྒྱབ་ནས་ལོ་རྒྱུས་ཡང་ད་ལྟའི་མང་བཤད་རྒྱུ་ཡོད་གི་ད་གང་ལྟར་འདི་ན་ཡང་སྐུལ་ཐུམ་དགུ་བརྒྱབ་འདུག་གི། དེ་ནས་གཞར་བཟོ་བྱས་དུས་ན་ཆི་ཟི་རེད་ཟེར་ན་འུར་སྟོན་གྱིས་མཛད་པའི་འུར་སྟོན་རིན་པོ་ཆེས་མཛད་པའི།

ཡི་གེ་ཕྱི་མི་ཟེར་ཡས་ཟིན་ན་ཐུགས་འཕྲང་བསིལ་བ་དཔར་དུ་བཏབ་པ་ལ་ཡི་གེ་དབུ་མེད། སུག་ཐུང་ད་ལྟའི་ཁམས་ཁྲིག་དང་ཆེས་འདྲ་བ་བཞུགས་ཏེ། འོ་ན་ཐུགས་འཕྲང། ཐུགས་དང་བདེ་པོ་ཐུགས་བསིལ་བ་རེད་ཟེར་ད་གནའ་གི་ཁྱེད་རྣམ་པ་དགུང་ལོ་ཆུང་ཆུང་གཅིག་གིས་ཅག་ཅེས་རིགས་ཡོད་མི་ཤེས་ད་རྒན་པ་ཐམས་ཅད་ཀྱིས་རིགས་བ་འདི་རེད་སྔོན་གྱི་ཡི་གེ་རྙིང་བ་ཐམས་ཅད་ཀྱི། ཤོག་བུའི་ཐོག་ཁ་འདི་རེད་ན་ཐུགས་བདེ་པོ་བསིལ་བ་གོ་རྒྱབ་བཞག་གོ་ནས་དེ་ཐོག་ཁ་བྲིས་བཞག་གོ་ནས་ད་དེ་མིན་མང་རིགས་རྒྱལ་བ་གང་གི་ཆ་ས་སོང་ན་ད་འདི་སོང་ན་ཕར་ཆེར་ཡོད་རྒྱུ་རེད་ར།

དུག་འཕྲང་བསིལ་རོ་བར་དུ་བཏབ་པ་ལ། ཡི་གེ་དབུ་མེད་གཟུགས་མཐོང་ད་ལྟའི་ཁམས་ཁྲིད་དང་ཆེས་འདྲ་བ་ཞིག་རེད་དོ་གསུངས། ལོ་ངོ་ཉི་གསུམ་ནས་མ་སོང་ངམ་སྙམ་པ་ལྟ་བུའི་ཧྥུ་ལག་ཞིག་སྣང། བདག་ཡིན་ནོ་ཞིག་ཡག་གི་གསུངས། ཞིག། འདི་བཀྲུས་ནས་ད་ལོ་ཆ་ཙིག་མོ་མ་འགོར་ཟེར་ཡ་བསམ་ཞིག་ད་དེ་ལྟ་བུའི་ཚོར་བ་གཟུགས་བཞིན་གྱི། དཔེ་འདི་རྒྱུ་མཚན་ཙོང་ཁ་ཆེན་པོས་ཡང་སྔོན་ཞིག་ལ་བཀྲུས་ཡ་ཡིན་ནམ་སྙམ་ནས་རྒྱུ་མཚན་ཅི་ཡང་མེད་པར་སེམས་སྐྱོ་གཏོང་གཏོང་བ་ཞིག་བྱུང། ད་ནི་དགེ་འདུན་ཆུན་པིར་ཀུ་ཁོང་གི་དཔེ་དག་ཅིག་མཇལ་དུས་ཨ་འདི་དཔེ་འདི་རྗེ་རིན་པོ་ཆེའི་སྔོན་ཟླ་བཀྲིས་ནས་ཡིན་གྱི་ར་བསམ་དུས་རྒྱུ་མཚན་ཅང་མེད་པའི་སེམས་སྐྱོ་དང་དོགས་གཞི་བྱུང་ཟེར་ནི་རེད་ད་ད་ངེད་ཀྱི་སེམས་ཚོར་ལ་རྒྱུ་མཚན་མང་བོ་དགོས་ནི་མ་རེད། གཞན་གཟིགས་དཔེ་རྣམས་ལ་ཡང་ཞབས་ཏོག་ཅི་བས་གཞན། དེ་མ་གཏོགས་དུ་དུས་མེད་བདག་ཡེ་ཤུ་ཨ་ཟི་ཡོད་མ་གཏོགས་གཞན་གཟིགས་དཔེ་གཞན་པ་ཐམས་ཅད་བདག་ཡིན་ནོ་དུས་མེད་ཡེ་ཤུ་ཨ་ཟི་མ་རེད་ཞབས་ཏོག་ཅི་བས་གཞན་དག་གསུངས་འདུག། དེ་མཚུངས་གསར་སྐྱེས་སྒོ་རིམ་ལྷ་ཁང་དེའང་ལན་གཅིག་དཔེ་ཆ་ལ་བསྡུ་སྒྲིག་ཞུས་པའི་རྒྱ་སྐད་པོད་ལྔ་ཙམ་འཁྲིད་གཟིགས། གསར་སྐྱེས་ཀྱི་སྒོ་རིམ་ལྷ་ཁང་གི་ནང་ནས་ཡང་ཐང་མ་གཅིག་ཨ་ཏཱ་ཀོ་ཉེར་ཐམས་ཅད་ཀྱི་དཔེ་ཆ་དེ་བསྡུ་ལྷུག་གིས་བསྡུ་སྒྲིག་བྱས་ཡོད། ད་འདི་ཚོ་ཡི་གེ་ནོར་བ་ཡིན་བསམ་གྱི་ཡོད་ག་ཅིག་འདུག། ད་འདི་གི་ཙོང་ཁ་ཆེན་པོ་ཙོང་དེ་སྔོན་ན་སྔོན་གྱི་སྒོ་ནས་ལ་འདྲ་གང་ལྟར་འདི་ཡི་གེ་འདི་སྐྱོན་ཙི་གེ་ཙི་གེ་རེ་ཡོད་ས་རེད། བསྡུ་སྒྲིག་བྱས་ན་ད།

ཆུ་སྲིན་ཡོང་ངོ་ཡིན་ན་ཁ་ཤིག་ཟིག་གི་ར། དཔེ་འཁྲིག་པ་ཉར་ན་བཀྲ་མི་ཤིས་པ་ཡོང་ངོ་ཟེར་ནས་འོག་ཁང་གི་ཕྱག་རྡུལ་ཁྲོད་དུ་འཕངས། ད་དཔེ་ཆ་འདི་འཁྲིག་གི་ཐ་དག་དཔེ་ཆ་འདི་རིགས་འཁྲིག་སོང་ན་འཇམ་པོ་དང་ཕྱི་མ་བདག་གིས་ཉན་ནི་མ་རེད་མོད་བཀྲ་མི་ཤིས་པ་ཡོང་ནི་རེད་ཟེར་ནས་ཁོས་རྣག་གི་རྒྱ་དཔེ་རྙིང་བ་དང་ཐམས་ཅད་པོ་ཤོ་དང་ཕྱག་རྡུལ་གྱི་ཁྲོད་དུ་གཡུགས་བཞག། ད་ཡོད་དེ་ཐམས་ཅད་ཕྱི་བཟོས་སུ་སོང་བ་རེད། ཏཱ་ལའི་བློ་མར་སྤྲུལ་བའི་དཔེར་སྙིང་ཤོག་ལྡེབས་རེ་ཙམ་ཡང་རྒྱ་གར་དུ་ཕྱིས་ཤིན་ཏུ་རྙེད་དཀའ་ལགས་པའི་སྤྱི་ནོར་ལ་རིན་ཐང་དེ་ཙམ་དུ་མེད་པ་ཡ་ཆ་སོང་ནི་རེད། རྒྱ་གར་གི་ས་ན་རིན་ཐང། རིན་ཐང། རིག་གནས་ཀྱི་རིན་ཐང་ཤི་བའི་གནའ་བོའི་རིག་དངོས་ཀྱི་རིན་ཐང་ཤི་བའི་ལུང་པ་རྒྱ་གར་ལྟ་བུ་ཟིག་སོང་ན། ཕྱིས་གནའ་བོའི་ཐོག་གི་ཏཱ་ལའི་བློ་མར་སྤྲུལ་ཤོག་ལྡེབས་ཁུར་མ་རེ་འདོང་ད་ཤིན་ཏུ་རྙེད་དཀའ་བ་རེད་རིན་ཐང་གཞར་དུ་མེད་པ་རེད། འོ་ནི་པོ་ཏི་སྔ་ས་བ་འདིར་ཡིག་བཞག་ནོ་སྤྱི་ནོར་ཨ་སྤྱི་ནོར་གྱི་རིན་ཐང་ངོས་མ་ཟིན་པ་དུ་ཕྱི་ནང་དགྲ་གི་ཐབས་སྐྱོ་བོ་རེད་ད་ཨ་ཐག་སོང་ནི་རེད། དེ་ད་རུང་ད་རེད་ད་པད་ཅན་འགའ་ཞིག་གིས་གཞུང་གི་ཆ་ཚང་རེ་རེ་ནས་ཤོག་རེ་ཙམ་བརྐུས་ཏེ་འགུལ་སྲུང་བྱས་པ་དང། ད་རུང་ཕྱི་གི་ད་པད་ཡོང་མཁན་གི་ད་པད་ད་ད་པད་ཡིན་ན་ད་པད་ཡིན་མ་ཤེས་ནི་ར། ལེགས་སྦྱར་གི་གཞུང་ཁ་ཚང་རེ་གི་ནང་ནས་ཤོག་རེ་འདི་རེ་འཐེན་ནི་ད་ཤོག་རེ་བརྐུས་སོང་ནི་ད་ད་གི།

མཐོང་རྒྱུ་མེད་པ་སོགས་བསྟན་པའི་རྐྱེན་ལ་གནོད་པ་བྱེད་ཡ་དག་བྱས་ན་ད་སྟོང་གཞན་ལ་མངོན་པར་རྟོགས་བྱེད་དོ། ད་དེ་འདྲའི་གི་གནའ་བོའི་གི་རིན་ཐང་ཅན་གི་དངོས་པོ་དག་ཐམས་ཅད་པོ་བར་གཟི་འོད་གི་བརྙན་ཐམས་ཅད་གི་དད་པ་འཛིན་སྟངས་གི་འདི་འདྲའི་གི་ཐོག་ནས་ཧ་ར་སྟེ་བསྡད་ན་ཆོས་གི་དད་པ་གི་ཆེད་ཡིན་ན་འདྲ་དོན་གྱིས་ང་ཚོའི་ངེས་བ་དོན་གྱིས་བསྟན་རྩ་ཆེན་པོ་དག་ཐམས་ཅད་པོ་དེ་མའི་འཕྲོ་བརླག་སྟངས་ཚུལ་གྱི་རིག་ཆ་ཚུགས་ཡོད་གི་ཟིན་རེད།

དེ་ནས་ཧོས་ཅཱ་ཇིན་གཅིག་ལས་མེད་པ་བཞིན་ནམ་ཡང་རིག་རྒྱུ་མེད་ནི་ཆད་ཞོག་ད་ལྟའི་འཕྲིན་ལས་ཀྱི་རྒྱུན་ལྡོག་བཞག་ནི་རེད་དོ། བསྟན་པ་འཛིན་སྟངས་ཟེར་མ་རེད། བསྟན་པའི་རྒྱུན་གནོད་པ་བྱེད་ནི་རེད། རེད་ད་དེ་གནོད་པ་བྱེད་ནོ་ཧ་མི་གོ་བ་ད་རུང་གཞན་ནས་ངོམ་དགོས། འདི་མི་གི་ཧོས་ཅཱ་རྩ་ཆེན་པོ་ཁིར་མ་ཟིན་མོ་ཡོད་ནི་མ་རེད་ཁིར་མོ་འོན་ཏེ་བཟུང་བྱས་པ་ཞིག་ཞོག་ནི་རེད་ཁྱེད་ཅག་གམ་ཇཱ་ནས་ཞོག་ཟེར་རྒྱུ་ནི་རེད་ད་དེ་མི་ཟེར་སྲིད་པ་རེད་ར།

ཐོ་འདི་ཨོ་ག་བརྒྱབ་ཡོང་ནི་རེད། ཐོ་ཏི་ངི་ད་མ་ར་པ་ལོག་འཇོག་ཀྱིན་ར། ད་མ་གཏོགས་ད་རྒྱ་དཔེ་འདི་ཐམས་ཅད་ཀི་ནང་ཅུང་ཟད་རྒྱུས་ཡོད་ས་རེའང་ཡོད་ནི་རེད་གི་ཅག་གིས་ད་ཡོངས་སུ་དྲག་ཏུ་འོ་ནི་སུམ་ཅུ་བ་ན་འདྲ་ད་འདི་མི་ཡི་འཇམ་པོ། ཆུ་རྫི་ནས་མགོ། ལོག་གོ་མཐོང་མེད་གི་འཛིན་ནི་སུམ་ཅུ་བ་འཛིན་ན་འོ་ངི་སུམ་རྟགས་གི་སུམ་ཅུ་བ་ད་འཛིན་ན་མིན། ད་ལ་སོགས་པ་ཡང་འདི་ནང་རྒྱུས་ཡོད་ས་རེའང་ཡོད་གི་ད་རྩ་བ་ནི་ནི་མཚན་གོ་མ་མྱོང་རྗེའང་ཡོད་གི་ད་གང་ལྟར། རྒྱ་དཔེ་ཐོ་མ་ར་ལོག་རྒྱུ་མ་གཏོགས་ད་དེ་ཚོའི་ནང་དོན་ཡང

སྐབས་དེ་དུས་ཀྱི་འོག་གི་མི་ཐམས་ཅད་ཀྱིས་རྒྱ་གར་གྱི་ཤེས་རིག་ནང་འདྲེན་བྱེད་ཐུབ་པའི་སྙིང་སྟོབས་དང་ནང་འདྲེན་ཞུ་བའི་བརྒྱུད་རིམ་གོ་རིམ་དེ་མིས་ཅིག་གིས་རིག་ཐུབ་ཀྱི་རེད། དེ་བཞིན་དུ་བཀའ་ཆེན་པོ་ཟེར་གྱི་སེམས་མ་འཛིན་དགོས་ཀྱི་རེད། གང་རེད་ཟེར་ན་སྐབས་དེ་དུས་ཀྱི་གཏམ་པ་ཕྱི་དར་གྱི་ཐོག་མའི་སྐབས་ཀྱི་གསོ་རིག་དུས་འོག་གི་རིག་གནས་ཀྱི་འཁོར་རིགས་དུ་ཆེ་མི་ཟེར་རེད་ཟེར་ན་རིག་གནས་ཀྱི་འཁོར་རིགས་དང་ཁ་བྱེ་དང་མི་ཟེར་རེད་ད། མི་རིགས་གཞན་གྱི་ཤེས་རབ་དང་རིག་གནས་ཆི་ཟིག་ཡིན་ན་ནང་ང་འཛུལ་ན་བ་ནི་ཁ་བཤིག་ད་བ་ནི་ཟེར། དེའི་ཁ་བཤིག་ད་ཡོད་པའི་དུས་རབས་དེ་ང་ཚོའི་ལོ་ཙཱ་བ་རྣམས་ཀྱིས་འཛམ་གླིང་གི་ཐོག་ལོ་ཙཱ་གི་ཐད་ནས་ངོ་མཚར་བཟོ་སྐྲུན་བྱེད་དགོས་ནི་རེད། ད་ནམ་ཡིན་ན་ང་ཏུ་བསམ་དགོས་ང་ག་དུས་ཡིན་ན་བོད་ཀྱི་ལོ་ཙཱ་བ་རྣམས་ཀྱིས་མིའི་རིགས་ཀྱི་ལོ་ཚིགས་ལོ་རྒྱུས་ཀྱི་ཐོག་ངོ་མཚར་བཟོ་སྐྲུན་བྱེད་དགོས་གི། ངོ་མཚར་བཟི་སྐྲུན་གྱི་འོག་གི་བཟི་སྟོན་ཆུ་བཟི་ཡིན་ཟིན། སྐར་ཐེབས་ཙམ་པོ་སྲོང་བཙན་སྒམ་པོའི་རང་ལྷོ་མཐོ་མི་བསམ་པོ་བྲག་གི་ད་བོད་ཡིག་ཏུ་བཟོས་ནི་ཡིན་པ་གཏན་འཁེལ་ཡིན་པའི་དབང་དུ་བཏང་ན་ཟེར་ར་ད་དེ་ལོ་རྒྱུས་ཀྱི་ཐོག་ནས་རྩོད་པ་འཕྲ་མི་འཕྲ་འབུ་ཡོད་བ་རེད་དེ་ད་ཕར་ཆེར་གཏན་འཁེལ་རེད་ད་ཕར་ཆེར་དེ་སྐབས་བཟོས་ནི་ཡིན་གྱི་རེད་དུ་བཟོས་ནི་ཡིན་འདུག་རྒྱ་བྲོ་ཁྲི་སྲོང་ལྡེབ་བཙན་གྱི་རང་ནས་ནི་གསང་བའི་སྒྲ་བརྒྱད་ལང་བརྩིགས་བཟི། དེའི་རྗེས་སུ་ད་ལོ་ཆེན་རིན་ཆེན་བཟང་བོའི་བསྐལ་བ། མངའ་རིས་ཆོས་རྒྱལ་གཙུག། མཐོར་དང་སེར་སྐྱའི་སྲིད་ལག་ཁང་གི་སྒྲ་བསྒྱུར་གླང་དར་རེད། དེའི་སྒྲ་བསྒྱུར་གླང་དར་སྔ་མ་བོ་ད་རྒྱལ་རོགས་ཁྲི་གྲོང་སྡེབ་ཚན་དྲ་སྲོང་བཙན་སྒམ་པོ་གཉིས་བར་ལོ་ཚིགས་ཀྱི་དེ་སྲོང་ཚིགས་ཀྱི་ཐུང་ཐུང་རེད་ལོ་རང་མགོར་མེད་གི་ད། དེ་ཡི་དུས་དེའི་སྐལ་བ་འོག་གི་ཡི་གེ་དང། ཁྲིམས་ནི་རང་དབང་མ་ལོན་པའི་ཡི་གེ་ལོ་ཆུང་ཟེར་རེད། ཡི་གེའི་ལོ་ཆུང་དེ་མི་ཟིག་གི་རྒྱ་གར་འབྲི་ཟིན་ན་འཛམ་གླིང་གི་གནའ་བོའི་དཔར་བསྡུ་འགྱེར་སྐབས་སྔ་གི་ནང་གི་གཅིག་རེད། དེའི་མི་ཚད་མཚན་ཉིད་རིག་པའི་ཐད་ནས་དེ་སོང་ཟིག་གི་གཏན་ཚིགས་རིག་པ་མཚན་ཉིད་རིག་པའི་ཟུར་དང་གཏན་ཚིགས་རིག་པ་མ་ལག་སྟོང་སྐྱེ་བ་ལྟར་དུ་འོ་ན་ཟིག་གི་ཆིག་རྣ་བོའི་དུས་སུ་སློང་བ་གཉིས་མ་གཏོགས་མེད་ཀི་གཅིག་ཀེ་རི་སི་རེ་གཅིག་རྒྱ་ཀ་ཏི། དེའི་གི་ཤེས་རིག་གི་ནང་གི་གཟབ་ས་དཀའ་ཆེ་ས་ཉམས་སྐྱི་ལྟ་བུ་ཟིག་ཆེ་རུང་ནི་ཡི་གེ་ན་ཆུང་དེ་མི་ཟིག་གི་བསྒྱུར་ཐུབ་རྒྱུའི་འགན་ལེན་རྒྱུ་དི་ངོ་མཚར་ཟིག་རེད་ཟིན་ན་དི་བསྒྱུར་ཐུབ་པའི་མི་ཚད་ད་ལྟ་ལོ་ངོ་སྟོང་ཕྲག་ཟིག་འགོར་ནས་སྟོང་ཕྲག་ཟིག་འགོར་ནས་རྗེས་སུ་ད་རུང་གི་ཅིག་དེ་རུང་འགྱུར་ཡག་ནོ་འགྱུར་གི་སྤུ་ཁ་དེའི་གསུང་ཚིག་གི་དངོས་གནས་དྲང་གནས་ཀྱི་ངོ་མཚར་བཟོ་སྐྲུན་རྒྱག་ཟེར་བསམ་གོ། དེ་མ་གཏོགས་སྐད་འདི་ཟེར་ན་ཁོ་ལོ། ཡི་གེ་ཡིན་ན་བཟོས་ནས་ལོ་བརྒྱ་འགོར་ཉིས་བརྒྱ་འགོར་ལོ་སྟོང་ཕྲག་འགོར་དུས་ཡི་གེ་དེ་ནར་སོན་ནས་ཡི་གེ་དེའི་ནང་མཐར་ཉིད་ཕུན་སུམ་ཇེ་ཚོགས་པ་སོང་ཡི་གེ་གི་མཚོན་ཐབས་གང་ནས། ཕུན་སུམ་ཇེ་ཚོགས་ཇེ་ཚོགས་པ་སོང་དུས་ཡང་གཅིག་བསྒྱུར་དགོས་རུང་ད་ཧ་ལས་ཀྱི་མེད་ནི་འདྲ་ཟེར། གར་གཙང་དེ་རང་ངོ་ཆེ་གི། དེང་སང་གི་ནུབ་ལུགས་ཀྱི་རྩོམ་འཆལ་རིགས་སེར་རབ་རྒྱལ་དགོན་ལོ་ལོ་ཙཱ་ཞིག་གི་དཀའ་འཁེགས་ཤོང་དགོས་ནི་རེད། སྐབས་དེ་དུས་ཀྱི་མཐུན་རྐྱེན་དུས་མི་ཟིག་གི་འོག་ནས་སྐད་ཡིག་ན་ཆུང་དུས་མི་ཟིག་གི་ཤེས་རིག་ཟབ་མོ་དུས་མི་ཟིག་བསྒྱུར་རྒྱུའི་འགན་བླངས་ནས་མི་ཚེ་འགན་དུ་ཕུན་སུམ་ཚོགས་པ་ཟིག་གྲུབ་སོང་ནོ་དེ་ངོ་མཚར་ཟིག་རེད་བསམ་གོ་ལོ་ཙཱ་གི་ཐད་ནས་ངོ་མཚར་ཟིག་དྲན་ཅིག་བསམ། དེ་ནས་གཉིས་ནས་སྐབས་དེ་དུས་ཀྱི་འུ་ཅག་གིས་ཤེས་རིག་ཟེར་བ་ནང་འདྲེན་ཡིན་ནོ་ཨ་འགྲིག་ཟིག་ཟེར་ན་ཤེས་རིག་ནང་འདྲེན་ཡིན་ནོ་ཞིག་འགྲིག་འོག་གི་བསམ་གོ་ད་སྐབས་དེ་དུས་འོག་གི་ཤེས་རིག་ཟིག་ནང་འདྲེན་ཡིན་དགོས་ན་ཡང་མིན་ན་རྒྱ་ནག་གི་ཤེས་རིག་ལེན་དགོས་ཡང་མིན་ན་རྒྱ་གར་གྱི་ཤེས་རིག་ལེན་དགོས་ཡང་མིན་ན་སྟག་གཟིག་གི་ཤེས་རིག་ལེན་དགོས། ད་སྟག་གཟིག་དང་ཨ་རབ་ཀྱི་ཤེལ་གྱི་ལེན་གོ། སྟག་གསུམ་པོ་རེད་ད། དགའ་ཆེན་པོ་ཆེན་པོ་གཟིག་གསུམ་ལྟ་ཡོད། དེའི་ནང་ནས་ད་ཇི་ཙམ་གྱི་ཅིག་གི་བསམ་བློ་བཏང་རུང་རྒྱ་གར་གྱི་མཚན་ཉིད་རིག་པ་རྩ་བར་གྱུར་བའི་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་གཙུག་ལག་རིག་གནས་ཐམས་ཅད་པོ་ཚུར་རབ་སྦྱར་ནོར་དེ་དངོས་གནས་དྲང་གནས་ཀྱི་ནམ་མཁའ་དུ་ཧ་ལས་པ་ཟིག་རེད་བསམ་གི། རེད་ད། ད་ནི་དཀའ་ལས་དཀའ་ལས་མ་ར་མགོར་ཁྱེར་རུང་ནི་གར་སང་གི་ཅིག་བྱ་རྒྱུ་གོང་ས་ཁམས་ཁྲོམ་གཅིག་ཟིན་པའི་སྐལ་བ་ཐོབ་འདུག་སྔར་གྱི་རིག་གནས་ཀྱི་འཁོར་རིགས་ཁ་བྱིས་དོགས་ནོར་དུ་ཟིག་གི་ཁ་རི་བ་ལོག་སོང་ཟིག་ཁ་རི་བ། ཁར་བ་ལོག་སོང་ནུབ་གཅིག་ཟིན་པའི་སྐབས་ལྟ་བུ་ཟིན་ཁ་ཡིན་ན། མི་རིགས་གཞན་དང་གཞན་གྱི་ཤེས་རིག་དུ་སི་ར་ལེན་གྱི་མི་དགའ་གི་འོད། དེའི་མི་ཚད་གཞན་གྱི་ཤེས་རིག་དང་ལེན་རྒྱུ་དགག་བྱ་མཛད་གི། དེའི་དགག་བྱ་མཛད་པའི་རྐྱེན་གྱི་ཐོག་ནས། ང་ཆེ་ཆུང་གི་ཚིག་མངའ་ཟ་རག་སོང་ནོ་ད་ལྟ་མཐོང་ཆུང་སྔོན་ཆད་བྲལ། དེ་ཡིས་སོང་ན་ད་ལྟའི་དུས་སུ། ང་ཆེའི་ལོ་རྒྱུས་འདི་རིགས་ཤི་ར་ལྟའི་དུས་དེའི་ལོ་རྒྱུས་ཀྱི་གནས་ཚུལ་ཐམས་ཅད་བོད་ཀྱི་ཆེས་རིག་གི་ད་ལྟ་ལྟའི་ལོ་རྒྱུས་དེ་ཧ་ར་སྐྱོན་རྒྱུ་ཡིན་ན་ཚར་སོང་ཟེར་བསྟོད་པ་ཡིན་ན་ཚར་སོང་ལོ་ད། ཚར་སོང་དུས་དམ་བྱུང་རྗེར་མ་འོངས་འབག་བཙོག་རེད། དེ་རིང་སོང་ན། འོག་གི་རྒྱ་གར་ནས་སངས་རྒྱས་ཀྱི་ཆོས་དང་འབྲེལ་བའི་སྲིད་ལག་གསུང་རབ་མཚན་ཉིད་རིག་པ་ལ་སོགས་པ་ཡང་ན་བཟོ་རིག་པ་སྒྲ་རིག་པ་ལ་སོགས་པ་རྒྱ་གར་གྱི་ཤེས་རིག་སྤྱིར་གཉིས་བརྩི་བླང་བ་ཧ་ལས་པ་རེད། རེད་དེ་གོང་ས་སྐུ་འཁྲུངས་གཅིག་ཟིན་པའི་སྐབས་ལྟ་བུ་ཟིག་ཐོན་སོང་དུས་ད་དུས་རབས་ཉི་ཤུ་བའི་ནང་རེད་ར། དུས་རབས་ཉི་ཤུ་བའི་ནང་ཐོན་སོང་མེད། དུས་རབས་ཉི་ཤུ་བའི་ནང་ཐོན་སོང་དུས་འོག་གི་ཤེས་རིག་དེ་ཙམ་གྱིས་སྐབས་བདེ་སྡུག་གི་ལྷག་པར་དུ་སྐབས་བདེ་སྡུག་གི་འོད་དང་མི་རིགས་ཆེན་པོས་ཡང་ན་རྒྱལ་ཁབ་ཟིག་གི་ངོ་བོ་ནས་ཆགས་འཇོག་ན་ཤེས་རིག་དེ་ཙམ་གྱིས་སྐབས་བདེ་སྡུག་གི་འཛམ་གླིང་གི་ཚ་ཚ་ཧོར་ཧོར་གྱི་སྤྱི་ཚོགས་ཁོ་ནའང་ཧྲ་ཟིན་ཨི་ཐུབ་ཀི་ཡིན་ན་ཤེས་རིག་དེ་ཙམ་གྱིས་མི་ཐུབ་ཀི། ཡིན་ནའང་དེ་ཙམ་སོང་ན་བདེ་ཆགས་ནི་རེད་ད་དེ་གི་ཚིག་གི་དཀའ་ངལ་བྱུང་ནི་རེད་ཟེར་ནས། དེ་སོང་ན་མ་འོངས་པ་ན་ཡང་སྔར་གྱི་ལོ་ཙཱ་བའི་བཀའ་དྲིན་ཅན་ཐམས་ཅད་གི་བརྗེད་ཆོག་འོང་གསུང་རབ་རིག་གནས་དང་ཤེས་རིག་དེ་ང་ཚོའི་བོད་མི་རིགས་ཀྱི་དངོས་གནས་དྲང་གནས་ཀྱི་རིན་པོ་ཆེ་རེད་ངེས་པ་དོན་གྱི་རིན་པོ་ཆེ་རེད་ཡིན་ན་ཡང། འདི་ཙམ་གྱི་མདང་ནི་ཨི་རེད་ཟེར་ན་མདང་ནི་མ་རེད། མ་འོངས་པ་ཡིན་ན་ང་ཚོ་ཤེས་རིག་གི་རིགས་འདྲ་མི་འདྲ་དགོས་ནས་འདུག་ད་ཡང་སྔར་གྱི་ལོ་ཙཱ་བ་རྣམས་ཀྱིས་སྙིང་སྟོབས་སློབ་སྦྱོང་ཡིན་ན་འོག་གི་གཡང་གསར་སོ་བཞིའི་ནང་མི་རིགས་གཞན་གྱི་རིག་གནས་དང་མི་རིགས་གཞན་གྱི་ལྟ་ཚན་རིག་ལག་རྩལ་ལ་སོགས་པ་འདྲ་མི་འདྲ་གི་ཤེས་རིག་སྣ་ཚོགས་ཟིག་ཡོང་རྒྱུ་གལ་ཆེན་པོ་ཡིན་ནི་རེད། དེ་ཡི་ཟིག་གི་དེ་དགག་བྱ་མཛད་ཉན་ནི་མ་རེད་སྤྱིར་བཏང་གི་ཆ་ག་རབ་ཏུ་བྱུང་བ་རེད་རབ་ཏུ་བྱུང་བ་ཡིན་འདུག་སོ་སོའི་སངས་རྒྱས་ཀྱི་ཆོས་དང་འབྲེལ་རིགས་གཟུགས་ལག་རིག་གནས་དང་འདི་རྒྱུ་མཚན་གྱི་བཀའ་ཆེན་པོ་རེད་ད། འོག་གི་ལོ་རྒྱུས་ཀྱི་གནས་བབ་ཀྱི་དབང་གིས་འོག་གི་དགོན་པ་དང་རབ་བྱུང་བ་དེ་སྤྱི་ཚོགས་ཀྱི་ནང་ནུས་བ་དང་ཤུགས་རྐྱེན་ངེས་ཅན་འཛིན་ཡོད་ནི་རེད། ད་རེས་སོང་ཙང་ང་ཚོའི་མི་རིགས་ཀྱི་རིག་གནས་དེ་ཁ་བྱེ་ནས་སྣང་བ་མི་རིགས་གཞན་གྱི་རིག་གནས་ཕུན་སུམ་ཇེ་ཚོགས་སུ་འགྱུར་རྒྱུ་དེ་གལ་ཆེའི་དགག་བྱ་ཡིན་མི་ཉན་གི་སྟབས་རྫས་མེད། གང་ལྟར་བར་སྐབས་ཟིག་ནས་ལོ་རྒྱུས་ཙི་གེ་ཟིག་གར་བར་ལོག་ནི་ད། དེ་མི་ཟིག་ལོག་སོང་ནི་རེད་ད་ཡིན་ན་ཡང་ང་ཚོའི་བོད་མི་རིགས་ཀྱི་བསམ་པའི་ནང། ཤི་པ་བརྩི་རྒྱུ། དེ་ནས་ཆོས་རེ་བརྩིས་ན་དཔའ་བོ་བརྩི་རྒྱུ། འདི་མི་གི་ཉག་སྟོབས་རྫོགས་ཀྱི་ཆ་ག་ཡོད་ནི་རེད་ར། ད་འདིའི་སྐབས་ལྟ་བུ་ཟིན་ན་འོ་བསིལ་བའི་སྐབས་ལྟ་བུ་ཟིན་ན་འོ་མི་མང་གི་སེམས་ནང་ང་ཤིན་ཏུ་བརྩི་བཀུར་བྱེད་ཀྱི་གི་མི་ཉག་རིགས་གཉིས་ཡོད། གཅིག་ཆོས་པ་རེད། ཆོས་པ་ཉམས་ལེན་ད་གུས་པའི་ཡོན་ཏན་ཆེན་པོ་ཡོད་ནམ་མེད་ནམ། ཆོས་ཀྱི་ཉམས་ལེན་ཤིན་ཏུ་ཆེན་པོ་འཛིན་མཁན་དུ་འོ་མི་རིགས་ཀྱི་སེམས་ནང་ནས་རླབས་པོ་ཆེ་བརྩི་བཀུར་གཅིག་མཁས་པ་རེད།

སྲོག་རྩ་ལྟ་བུ་ཟེར་ཤེས་རབ་དང་དད་པ་གཉིས་ཀ་དུ་ཉག་གཅིག་གི་གཅིག་ག་ཁམས་འདྲིར་མི་སྙན་པ་ལྟ་བུ་ཟེར་རེད་ད། ཁྱེད་ཀྱིས་ད་འདི་ནས་བརྩི་གི་འདུག་འཁྲུག་ཤེས་འདི་འདྲ་ལོག་འཇོག་གི་ད་ཡིན་ན་ཡང། ད་དེ་ཅན་པོ་བསྐོར་དུ་བརྩི་གི་རེད་ཀྱང་ཁྱེད་ཀྱིས་ཉན་པར་འཇུག་དགོས་པའོ་བསམ་གི་དད་པ་དང་ཤེས་རབ་གཉིས་ཀ་ཤིན་ཏུ་གལ་ཆེན་པོ་རེད། ནུབ་ཕྱོགས་ཀྱི་དཔར་ཡོང་གི་ནང་ནས་ནུབ་ཕྱོགས་ཀྱི་དཔར་ཡོན་དུ་འདི་མིག་འཛམ་བུའི་གླིང་གི་ཐོག་ཡར་རྒྱས་སུ་འུར་འཇོག་བྱེད་པོ་དུ་ཀེ་རི་སི་ནིའི་བརྒྱུད་པའི་ཤེས་རབ་ཀྱི་ཧྲུལ་རྒྱུན་དེ། ཡེ་རུ་སཱ་ལེམ་ནས་བརྒྱུད་པའི་ཏཱ་པཱ་གི་སྲོལ་རྒྱུན་གཉིས་ཀ་ཟུང་དུ་འབྲེལ་ནས་ཡོང་ནི་ཡིན་ཟེར་ནས་ད་ལྟའི་མིག་གསུམ་གྱི་ཉེ་དུ་ངའི་རིགས་ཐག་ཏུ་ཧ་ཅང་གི་གསུམ་ཡག་ཤོས་སུ་བྲིས་ཡོད། དེའི་གསུང་ཚིག་གི་འདི་གཉིས་ཀ་སྤྱི་ཚོགས་ཀྱི་ཐོག་ཕན་བདེ་སྐྲུན་མཁན་གྱི་ད་ལྟ་འགྲིག་གི་བསམ་བློ་གལ་ཆེན་པོ་གཉིས་རེད་ཟེར་ནས་དེ་གཉིས་ཀ་གུ་གུ་རེ་རྒྱུ་སྲོལ་རྒྱུན་དུ་དུས་ད་ལྟའི་བར་དུ་ང་ཚོའི་བསམ་པའི་ནང་གནས་འདུག་ནི་རེད། དེའི་སྟེང་ནས་ང་ཚོའི་མི་རིགས་འདི་དཔའ་བོ་རྒན་ནས་མི་རིགས་ཟེར་རེད་ར་ཡིན་ན་ཡང་དཔའ་བོ་དོན་སྣ་ཚོགས་ཡོད་ནི་རེད། དྲག་པོའི་ཐོག་ནས་བཤད་ན་རྒྱག་རེས་ཡིན་ནས་སྟེང་ནས་དཔའ་བོ་དེ་ཡང་ཡོད་ནི་རེད་བཙན་པོའི་སྐབས་གང་གི་ཆེད་ཀྱི་དཔའ་བོའི་སྙིང་སྟོབས་དེ་དྲག་པོ་གཡེར་གྱིས་ཐོག་ནས་རྒྱག་རེས་བྱས་ན་བདག་གཞན་ཕ་རོལ་བོ་དྲག་པོའི་སྒོ་ནས་ཚེགས་ཆེན་ཁོན་གྱི་དཔའ་བོའི་སྙིང་སྟོབས་དེ་རེད། ཡིན་ན་ཡང་དཔའ་བོ་ཟེར་གྱི་འདུག་བརྗོད་དུ་དུས་རབས་སོ་སོའི་སྟེང་མཚན་ཉིད་མི་འདྲ་བ་སོ་སོ་ཡོད་ནི་རེད་ཁོ་བོ་དེ་ཁོང་རིགས་པའི་དཔའ་བོ་ཟེར་གྱི་ཟེར་ཡང་ཡོད་གི་ར་ཡིན།

དེ་ནས་ཆི་ཟི་རེ་ཛི་ན་ཏཱ་པཱ་ཀུ་རུའི་སྙིང་སྟོབས་ཡོད་ཤེས་རབ་ཀུ་རུའི་སྙིང་སྟོབས་ཡོད་དུ་དེའི་སྙིང་སྟོབས་དེ་གི་གཅིག་གི་བསམ་ནང་ནས་མམ་མཉམ་ཚིག་གི་འམ་ད་རུང་གི་གཅིག་གི་ཡང་ལམ་གསར་བ་རྙེད་ཐུབ་ནི་རེད་ཟི་ནས། དུ། དེ་མ་གཏོགས་བར་གཟི་ག་ཏི་ཐམས་ཅད་པོ་འོག་ལ་བཞག་ནི་ད། རྗེ་སྣོན་པ་འབའ་ཞིག་བཀུར་རྗེ་ད་དབང་ཐོབ་ཐང་འབའ་ཞིག་བཀུར་རྗེ། དེ་མིག་གི་སེམས་ཁམས་ཆགས་སོང་དུས་ད་དངོས་གནས་དྲང་བདེན་ངི་ཆད་ཀི་སྤྱི་ཚོགས་འདི་བདེ་ཐང་མིན་པའི་ཤོག་ག་འཇུ་རྒྱུ་རྒྱ་ཁྱབ་རྒྱ་ཐམ་པ་རེད་ར། རྒྱ་མི་རིགས་ལྟ་བུ་ཟི་ན་ཁོང་ཚོའི་ནང་དུ་ཡག་པོ་ཡོད་རྒྱུ་རེད་དེ་སྤྱིའི་ཆ་ནས། ཕྱི་ཟེར་རེས་ན་ཧང་ཁི་ལེན་གྱི་དང་རྗི་ཁི་ལེན་གྱོ་དེ་ཤིག་གི་ཁི་ལེན་པའི་མི་ཚེ་ལྟ་པ་ལྟ་བུ་ཟེར་གྱོ་དེ་ཤིག་དྲག་པོ་རེད། དེ་གི་བསམ་བློ་དག་གི་ཆེས་བསམ་པའི་ནང་ཡང་རིམ་པས་རིམ་པས་སིམ་འཛེར་ཡོང་དགོས་ནི་རེད་ད་ཐམས་ཅད་པོ་དེ་མི་འདང་ཅག་དགོས་ས་ཟེར་རེས་ན།

ད་དཔལ་བེད་སྤྱོད་བཏང་ན་ཆོས་ཚོགས་ཀྱི་མང་ཚོགས་གནད་ནོ་བཞིན་དུ་ཤིག་ཆེ་ནི་རེ་ང་ན། ཨ་རི་ན་དེ་མི་གི་ལོ་རྒྱུ་མེད་ནི་རེད། དེ་མེད་སོང་ན་གི་ཧྥ་རན་སི་ནི་བར་ཟིག་ཨ་ཁྱོ་རང་ཧང་གོ་ན་ད་དཔལ་གོ་ད་རེད་ད་དཔལ་ཡོད་ས་ནི་རང་ཧང་མེད་རང་ཧང་ཡོད་ས་ན་ད་དཔལ་མེད། དེ་གི་རྩོད་པ་དུ་བྱུང་ནི་རེད། དུ་བྱུང་ན་གི་དེ་ལོ་རྒྱུ་གི་ཐོག་ཨ་ད་དེ་ཉག་གི་ཉོག་ག་བྱེད་ན་རང་འཇོག་གི་ད་ཧྥ་རན་སི་གསར་བརྗེ་ཆེན་པོའི་སྐད་ཨ་ཁྱོ་སྐར་མང་པོ་བྱུང་ནི་རེད་དེའི་རྐྱེན་གི། དེ་སོང་ཚ་གི་ཨ་རི་ནི་ད་དཔལ་ད་རང་ཧང་ནི་འགལ་བ་ཟིག་ཆོད་ནི་མ་རེད་མི་ནི་མི་ཚེ་གཅིག་གྲོགས་གཅིག་རེད་གཅིག་ཕན་གཅིག་རེད།

ཁོ་བསྐྱར་དུ་ནི་སྐད་གྲགས་གོང་ནས་རེད། དེ་གཉིས་ཀྱི་ནང་བསྡུར་ཞི་བའི་ཕྱིར་རོང་དུ། ད་ཧྥ་རན་སི་གི་འདི་གསར་བརྗེ་ཆེན་པོའི་ལོག་ལམ་ན་འགྱོད་སྐྱེ་པོ་གཙོ་བོ་ད་པ་ད་རང་གང་ཉིད་ཀ་རྡོག་རྡ་ལང་སོང་ནི་ག་རེད། རེད་ད་དེ་རྒྱལ་སྤྱི་དམངས་ཀྱི་དེ་རིགས་གྲུབ་ཆེད་རོང་ནི་རེད། དེ་ཡིན་ན་ང་ཆད་འོན་ནི་ཡང། དེ་དང་དེ་ལྟ་བུ། མི་འབྱུང་བའི་ངེས་བ་ཡོད་ནི་མ་རེད། ཟེར་ན་དེ་ག་དེ་ཐམས་ཅད་ཀྱི་བསམ་བློ་སྟངས་ཀྱི་བཀའ་ཆེན་པོ་རེད། ད་པ་དང་རང་གང་ཉིད་ཀ་འགལ་བ་ལྟག་སྤྲོད་དང་འགྲོ་སྒོ་གཅིག་གི་རྒྱུ་མཚན་ཇི་ཟེར་རེད་ཟེར་ན། དེ་འགལ་བ་ལྟག་སྤྲོད་དུ་འཛིན་མཁན་ཐམས་ཅད་ཀྱི་ཐོག་ལ་སྐྱོན་བརྗོད་ཡིན་ནོ། ཁྱེད་ཀྱི་གོང་ན་སྐྱོན་བརྗོད་ཡོད་རྒྱུ་ཙམ་མ་རེད། སྟོད་གཞུང་མགུར་སྐྱིད་དང་ཧྥ་རན་སི་གཉིས་སྐབས་དེ་དུས་ཆུ་བཙོག་དང་སྐུ་དྲག་གི་ཆུ་གི་དར་པ་དབུལ་སྐྱོར་བཏང་ནས་གཉའ་གནོན་ཡོད་རྒྱུ་མང་སོང་ནི་རེད་ར། དེའི་སོང་ན་ང་ཆ་ཡང་དབུལ་ནས་ཚད་ངེས་ཅན་གཟིགས་ནས་བར་གཟིགས་ནས་ལྷག་པར་དུ་སྤྲུལ་སྐུའི་ལམ་སྲོལ་བྱུང་བ་ནས་བཟུང་སྟེ། གཅིག། ཆུའི་ངོ་བོ་དང་ཆབ་སྲིད་ཀྱི་ངོ་བོ་ཟུང་དུ་འབྲེལ་ནས་ཚད་ངེས་ཅན་གཟིགས་ནས་གཞན་གྱི་འགོ་མནན་པ་ལ་སོགས་པ་ནས་སི་སྟོད་གཞུང་མགུར་ཡོད་ན་རེད་དུས་ད་ལྟའི་བར་དུ་མཚམས་མི་ཆད་པ་རེད་དེའི་ཚིག་གི་རྣམ་པ་ཐམས་ཅད་ཀྱི་དེ་བསམ་བློ་གཏང་དགོས། དེ་རིང་གི་ད་ཚིག་གི་དེ་གཉིས་ཀ་འགལ་བར་འཛེམ་མཁན་ཇེ་མང་ནས་ཇེ་མང་ཡོང་རྒྱུ་དང་ཆོས་ཉིད་བྲལ་ཟིན་ནས།

མདོར་ན། སི་རི་ཏུ་ར་བ་འཛམ་གླིང་གི་ནང་ནས་ཤེས་རིག་གི་ཐད་ནས་ད་མཆོག་ཏུ་གྱུར་བ་ལྟ་བུ་ཟི་རྒྱལ་ཁབ་ཅེས་ཁོ་དངོས་པོའི་དཔར་ཡོང་གི་སྟེང་ནས་ཡང་ཕར་ཆེར་སྐབས་དེ་དུས་འགྲིག་འདུག་གི་དེའི་ཤེས་རིག་འོག་གི་བླང་བ་ནང་བཞིན་གྱི་ད་ལྟ་ཡང་ང་ཚོའི་སྔར་ཡོད་ཀྱི་ཤེས་རིག་འདིའི་རྨང་གཞི་གི་ཐོག་ལོ་ཙཱའི་རིགས་རིག་ལ་བརྟེན་ནས་ནུབ་ཕྱོགས་ལ་སོགས་པའི་དེང་རབས་ཅན་གྱི་ཤེས་ཡོན་མ་ཟེར་བ་ནང་འདྲེན་ཐུབ་ཚུལ་གྱི་ད་འགྲིག་བསྡད་ཡོད་ནི་རེད། གཏམ་རྒྱུད་གསེར་ཐང་འདི་རིགས་བལྟས་ན་ང་ཚོའི་རིག་གནས་ལོ་རྒྱུས་འདི་རིགས་ཤེས་རྟོགས་བྱེད་ཚུལ་གྱི་གཅིག་སེམས་ནང

དམ་ཚིག་གསུམ་བཀོད་པའི་རྒྱལ་རིགས་སྔོན་དུ་བསྙེན་པའི་ཆོ་ག་ལྷག་གོ། མཛའ་བ་གྲགས་པས་མཛད་པ་དཔེ་རང་གི་ཐུགས་སྲོག་ཅི་རིགས་བར་སྡེབ་དྲུག་འདིར་དཔེ་བྱང་བྱ་བ་རྣམས་ལ་བྱང། ཁྲི་རྐང་དང་མཐོ་རྐང་རེ་ཙམ་ཤས་ཆེར་ཡོད་ཟེར་ཧ་ར་རང་མཐོང་བ་ཁྲི་རྐང་གི་ཐོག་མཐོ་རྐང་རེ་ཡོད་ཀི་ཨོ་ཏོག་སོང་གོ་ཁི། དེ་ནས་བཀྲ་འཇའ་བ་ར་མི་རྟ་ཀྲི་ཀ་མ་ཚང་བ་མ་འཛི་ཤི་རི་མ་སང་ཏཱ་འཇའ་ཧོར་འཛིན་རྒྱུ་ཡོད་ས་རེ་དཔེ་མཐོང་ཤོག་གིར་བྲིས་བ་ཆ་ཚང། དེ་ནས་དཔའ་བོ་གཅིག་སྒྲིབ་ཀྱི་རྒྱུད་མ་ཚང་བ་དཔེ་མཐོང་ལྡེབ་བཅུ་བཞི། དེ་ནས་སྒྲུབ་མཐོ་སྐྱེ་འགྲོའི་ར་མ་ཚང་བ། དེ་ནས་སུམ་སྐྱེ་བ་དབྱིག་གཉེན་གྱི་མཛད་པ་ཆ་ཚང།